དེ་རིང་ང་ཚོ་ཤྭ་བ་རིའི་འབྲུ་ཕུག་དང་སིལ་བ་ཚལ་གྱི་དུད་ཁྲོད་ལ་ཡར་འགྲོ་གི་ཡོད། ང་ཚོ་ད་ལྟ་མོ་ཏྲ་ཤུན་ཆད་འགྲོ་གི་ཡོད། ཞུ་ཡལ་ཡ་མི་ཡིས་མོ་ཏྲ་ཤུན་ཆད་ཆུ་ཚོད་གཅིག་མན་ཟ་འགྲོ་གི་རེད་ཟེར་ཞེས་ཞུ་གི་འདུག་མཚམས་མཚམས་མོ་ཏྲ་འགྲོ་དུས་བསམ་པ་གཡས་གཡོན་ཡར་མོ་ཏྲ་མང་པོ། མི་མང་པོ་བྱེད་བྱེད་འགྲོ་ཉེན་མང་པོ་ཡོད་ཙང་ཡང་འཚང་ཁ་གི་རྐྱེན་བྱས་པས་ཆུ་ཚོད་གཅིག་མན་ཟ་འགོར་གི་རེད་ཟེར་ཞེས་ཞུ་གི་འདུག་དེ་འགྲོ་བསྡད་ཡོད།

སྤྱི་སྤྱོད་རླངས་འཁོར་དང། དེ་ཡི་མགོ་སྤྲོད་བྱམས་པ་དང་མཉམ་དུ་གནས་མཇལ་བ་མང་པོ་འདུག་ལུང་པ། འདྲ་མིན་སྣ་ཚོགས་ཀྱིས་གནས་མཇལ་བ་འདུག་སྲིད་དང། དེ་མི་མང་པོ་ཞུགས་རྩོམ་མཇལ་འགྲོ་གི་འདུག་བ། ཡར་འགྲོ་ཡར་ལ་ཡར་ཨ་ནི་ཡང། རི་ཡར་འཛག་གོ་དུས་བསམ་པ། ནི། གཞུང་བཀའ་དྲིན་ཆེན་པོ་རྒྱ་གར་གཞུང་གི་དེ། ལམ་ཁ།

འབྲས་བུར་སིན་དྷུ་ར་ཡི་ལེགས་པར་ཆུ་བཅུ་བོའི་མི་བསྐྱོད་རྒྱལ་པོའི་རྒྱལ་ཐབས་བསྟན་བྲག་ཚ་མི་ཕོ་ལྔ་མཆོད་དོ་ཤེས་བྱའི་རིན་ཆེན་འདོད་ཁམས་ལྔ་ཡི་དབུ་ལག་རྒྱན་ཞིག་ནས་བྱོན་ནས་གཏོར་མ་ལས་མཛད་པའི་དཔལ་ལྡན་ཕྱག་དྲུག་པ་ལ་སྤྱན་འཚལ་དུས་སངས་རྒྱས་བསྟན་པ་གཉན་པོ་བཟུང་བ་དང་དཀོན་མཆོག་དབུ་འཕང་གཉན་པོ་བསྟོད་པ་དང་བདག་ཅག་གི་ལོ་འཁོར་ཐམས་ཅད་རྣམས་ཀྱི་རྐྱེན་ངན་བར་ཆད་ཐམས་ཅད་ཞི་བ་དང་བཅས་དོན་དངོས་སྒྲུབ་མྱུར་དུ་མཛད་དུ་གསོལ།

གཡས་པར་གྲི་གུག་འབར་བའི་ཕྲེང་བ་འཛིན་དང་མ་དང་མ་རུ་ཡི་དྲག་ཏུ་བྲོས་ཡོད་པ་འདོད་པ་དང་ནི་དུང་ཙེ་གསུམ་དེ་བཞིན་བཞག་པ་བཟུང་ནས་འཕྱོང་བ་བཅས་དྲག་པོའི་ཞལ་ནས་མཆེ་བ་རྣམ་པར་གཟེགས་སྤྱན་གསུམ་དྲག་པོའི་འོད་བཀྲ་ཡི་འདོད་པར་བྲེལ་བ་སིནྡྷུ་ར་ཨེ་ལེགས་པར་བཟོ་བྱའོ་མི་བསྐྱོད་རྒྱལ་བའི་རྒྱལ་ཐབས་སྟེང་བྲག་ཚང་མི་མགོ་ལྔ་བཅུའི་ཡོལ་དུ་ཞལ་ཆེམས་རིན་ཆེན་ཐོད་སྐམ་ལྔ་ཡི་དབུ་ལ་གྱེན་ཤིང་ལས་བྱོན་ནས་གཏོར་མ་ལས་མཛད་པའི་དཔལ་ལྡན་ལྕགས་སྤྲུལ་པ་ལ་ཕྱག་འཚལ་དུས་སངས་རྒྱས་བསྟན་པ་སྙིང་པོ་གསུང་བ་དང་དཀོན་མཆོག་དབུ་བ་སྙིང་པོ་བསྟོད་པ་དང་བདག་ཅག་བོན་ལོ་འཁོར་བདག་བཅས་རྣམས་ཀྱི་རྐྱེན་ངན་བར་ཆད་ཐམས་ཅད་ཞི་བ་དང་ཕྱི་དུས་དངོས་གྲུབ་མྱུར་དུ་བསྩལ་དུ་གསོལ།

འདི་མི་མང་པོས་སྨོན་ལམ་བརྒྱབ་བཞིན་བཞུགས་ཤག་སྨོན་ལམ་འདོན་གྱི་འདུག་འདི་སྲིད་པ་བརྩེགས་ཀྱི་དུར་ཁྲོད་ཀྱི་ར་བ་དེ་རེད་སྲིད་ད། འདི་ལ་ཡང་སངས་རྒྱས་སྔ་མོ་རྒྱལ་པོ་བིམ་པི་སར་དང་འཕྲད་དུས་སམ་བྷ་ལི་ཡ་ཉི་མ་གཅིག་བཞུགས་རེད་ཞེས་གསུངས་གི་འདུག་ཞུས་སྲིད་ད། འདི་སྲིད་པ་བརྩེགས་དུར་ཁྲོད་ཀྱི་ཁོར་ཡུག།